འོ་ཡ་ད་བོད་རིགས་སྤུན་ཟླ་ཡོངས་ལ་ཡ་འཚམས་འདྲི་ཞུ། ད་ད་རིང་ངས་འདིར་མ་དཀའ་མོལ་ཞུ་ཡ་འདི་བརྗོད་གཞི་གལ་ཆེན་པོ་ཅིག་ཡིན། དེ་འདི་ག་རེ་ཞུས་པ་ཡིན་ན། ད། ཉིས་སྟོང་ཉིས་ས་དྲུག་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་མོ་དེ་ལ་ཡ། རེ་ས་ཉིན་མ་ཁེལ་དེ་ཡོད་དེ་ཉིན་མོ་དེ་ང་རང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྤྱི་གཉིས་ཀྱི་ད། འོས་བསྡུ་ཆེན་མོའི་སྔོན་འགྲོའི་འོས་ཤོག་ཕུལ་ཡ་གི་དུས་ཚོད་དེ་ཆགས་དེ་ཡོད་རེད་བྱས་ཙང་དེའི་ཉིན་མོ་དེ་ལ་ཡ། ཨ་ནི་བོད་རིགས་ལོ་བཅོ་བརྒྱད་ལོན་པ་ཨ་ནི་འོས་བསྡུ་དེབ་སྐྱེལ་གནང་སྲིད་པ་འདི་གས་ངེས་པར་དུ་འོས་ཤོག་ལུ་ཀ་ལ་ཡང་ཕེ་རོ་ནཱས་ཅེས་དང་པོ་འདི་ཞུ་གི་ཡོད། ཨ་ནི། གཉིས་པ་དེ། ད་རེས་འོས་བསྡུ་ཆེན་མོའི་ནང་ལོ་ལ་ཡང་སྲིད་སྐྱོང་གི་འོས་བསྡུ་དེ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་ཉེས་པ་དོན་ལ་ཡང་ཨ་ནི་བོད་སྤྱི་བའི་ཞབས་འདེགས། དངོས་སུ་མིག་མཐོང་ལག་ཟིན་གྱི་གྲུབ་འབྲས་སྟོན་བཞག་རྒྱུ་སྲིད་སྐྱོང་ཅིག་རེད་བྱས་ཙང་ཁོང་ལ་ཨ་ནི་འོས་ཤོག་ཕན་ཆད་ཐོབ་པ་ཅིག་བཟོས་རོགས་གནང་ཞུ་ཡས་དང་དེས་མ་ཚད་ང་ཕྱག་བྱས་ན་འདི་ཐོབ་པ་ཙམ་གྱིས་འགྲིག་གི་མི་འདུག་ཁོང་ལ་འོས་ཤོག་ཐོབ་ནི་འོས་ཤོག་ཕུལ་བྱས་རྒྱལ་ཁ་ཐོབ་པ་ཙམ་དུ་མ་ཟད་བརྒྱ་ཆ་དྲུག་ཅུའི་སྒང་ལ་ཡང་འོས་ཤོག་ཕུལ་བྱས་རོགས་ཨ་ནི་ངེས་པར་དུ་སྲིད་སྐྱོང་ལ་ཡང་འཁོད་ཐུབ་པ་ཞིག་གནང་རོགས་གནང་གལ་སྲིད་དེ་འདྲས་ཅིག་གནང་ཐུབ་པ་ཡིན་ན་ཨ་ནི་དེའི་བརྒྱུད་ནས་ང་ཚོ་བོད་སྤྱི་བ་ལ་ཡང་འདི་གི་ཕན་ཐོག་ག་རེ་ཡོད་རེད་ད་ག་ནས་ཤིག་རྒྱ་ནག་གཞུང་ལ་ཡང་བརྡ་ལན་ག་རེ་བཏང་གི་རེད་ཅེས་ངས་འདིའི་སྒང་ལ་ངས་ད་རིང་དོན་ཚན་ཁག་བཞི་ལྔ་ཅིག་ནང་ལོགས་ལ་ཡང་འདིའི་ཐོག་ལ་བཀའ་མོལ་ཞུ་གི་ཡིན་ད། ལས་ཐོག་སྲིད་སྐྱོང་ཁོང་སྲིད་སྐྱོང་སྐབས་གཉིས་པ་ལ་ཡང་ཐད་ཀར་དངོས་གཞི་འགྲོ་མ་འོང་སྔོན་འགྲོ་རང་ནས་ཐག་གཅོད་བྱས་ཁོང་རྒྱལ་ཁ་ཐོབ་པ་བཟོས་པ་ཡིན་ན་ཕན་ཐོག་དང་པོ་ག་རེ་ཡོད་རེད་ཞུས་པ་ན་འདི་ཕན་ཐོག་དང་པོ་འདི་དེ་ཙམ་ཆེན་པོ་མ་རེད་ཡིན་པ་ཡིན་ན་འདི་ག་རེད་ཞུས་པ་ཡིན་ན། ད་སྔོན་འགྲོ་རང་ནས་རྒྱལ་ཁ་ཐོབ་པ་ཡིན་ན་ཨ་ནི་བོད་མིའི་སྒྲིག་འཛུགས་ལ་ཡང་མི་རྒྱུ་གཉིས་ཀྱི་འགྲོ་གྲོན་རེད་དུས་ཚོད་ཀྱི་འགྲོ་སོང་ཐོག་ལ་ཡང་བསྲི་ཚགས་ཡོང་གི་རེད་ག་ལ་ནི་དངོས་ཤུགས་དཔའ་ཐུག་ལ་ཡང་གྲ་སྒྲིག་བྱས་ལ་ཡང་ཤུགས་ཁུ་ཕག་ཚོ་བསྒྲགས་ལ་བཏང་ཡ་ཡོང་གི་རེད་ད་ག་ནང་བཞིན་འོས་བསྡུ་སྒང་ལ་ཡང་ལས་ཀ་བྱེད་མཁན་བོད་མི་སྒྲིག་འཛུགས་ཀྱི་མི་ཆེ་མང་པོ་ཞིག་བསྡད་དུས་ཚོད་མང་པོ་ཞིག་དེ་བཏང་དགོས་ཀྱི་རེད་འདི་གས་ཆ་ཚང་ང་ཚོ་བསྲི་ས་ཡོང་གི་རེད་ད། འགྲོ་གྲོན་སྒོར་མོ་འབུམ་ག་ཚོད་བསྲི་ས་ཡོང་གི་ནས་འདི་ཡོང་གི་རེད་ཅེས་དང་པོ་དགེ་མཚན་དང་པོ་འདི་བྱས་འདི་ཆེན་པོ་ཞེ་རགས་ཙམ་དེ་ཙམ་ཆེན་པོ་མ་རེད། ད་དགེ་མཚན་གཉིས་པ་དེ་ག་རེ་ཡོད་རེད་ལབ་པ་ཡིན་ན། སྔོན་འགྲོ་འོས་ཤོག་དེ་སྤྱི་ཟླ་གཉིས་པའི་ཚེས་གཅིག་རེད། དངོས་གཞིའི་འོས་བསྡུ་དེ་སྤྱི་ཟླ་བཞི་པའི་ཚེས་ཉི་རྩ་དྲུག་སྤྱི་ཟླ་གཉིས་པའི་ཚེས་གཅིག་ནས་བཞི་པའི་ཉི་རྩ་དྲུག་བར་དུ་ལ་ཡང་ཉི་མ་བརྒྱ་ཅུ་གྱ་བཞི་ཡོད་རེད་ད་ཟླ་བ་གསུམ་མ་སིམས་སུ་ཡོད་རེད་བྱས་ཙང་ཟླ་བ་གསུམ་མ་སིམས་ཀྱི་དུས་ཚོད་དེ་ལ་ཡ་ཨ་ནི་ང་ཚོས་རྒྱ་ནག་དམར་པོའི་སྲིད་གཞུང་ལ་ཡ་ཨ་ནི་ད་བར་དུ་ཁོང་ཚོས་འདས་པའི་ལོ་བཅུ་གྲངས་མང་པོ་ཞིག་ནང་ལོ་ལ་ཡ་བཙན་བྱོལ་བོད་མིའི་སྒྲིག་འཛུགས་བཙན་བྱོལ་བོད་མིའི་སྤྱི་ཚོགས་དེ་ཡ་ལྟ་སྒྲུབ་སྤུ་སྒྲུབ་བཏང་ཡ་ལ་ཡ་ཁོང་ཚོས་ཀྱི་ལས་ཀ་མང་པོ་ཅིག་བྱས་དེ་རུ་དངོས་ཤུགས་བརྒྱུད་གསུམ་ནས་ལས་ཀ་བྱས་དེ་ལྷག་པར་དུ་འདས་པའི་ལོ་བཅུ་གྲངས་གཉིས་ནང་ལོ་ལ་དྲ་རྒྱའི་དུས་ཚོད་དེ་སླེབས་པའི་རྗེས་ལ་ཡ་ཨ་ནི་ཁོང་ཚོས་ད་མི་རྒྱུ་མི་རྒྱུ་གཉིས་ཀྱི་འགྲོ་སོང་བཏང་བྱས་ར་དངོས་ཤུགས་བརྒྱུད་གསུམ་ནས་སྒོ་རྒྱ་བ་རིན་པོ་ཆེ་ལ་ཡ་མཚན་མའི་ཟུར་ཟ་ཞུ་ཡས་ནས་མཚོན་པའི་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་སླ་བོ་ཟ་ཡས་སླ་པོ་བཟོ་ཡས་མཚོན་པའི་ད་ག་ན་ཤི་རྒྱ་བ་རིན་པོ་ཆེ་ཨ་ནི། སྤྱི་གཙུག་ལ་བཞག་བྱས་བོད་སྤྱི་བའི་རྩ་དོན་སྒྲུབ་མཁན་བོད་མི་རིགས་གཟུགས་བོད་མི་སྒྲིག་འཛུགས་ལ་ཡ་ས་ཤ་ཟ་བྱས་བྱས་ཕྱག་ལེན་གནང་མཁན་མི་གནད་ཡོད་མི་སྣ་ཆ་ཚང་ལ་ཡ་ཟུར་ཟ་མཚན་མས་མ་ཉེས་ཁ་ཡོག་བྱས་ཡས་ལ་སོགས་པ་འདི་གའི་ཆ་ཚང་གི་ཨ་ནི། བདེ་འགྲིག་གི་ལས་ཀ་བརྩམས་ལྟ་བུ་ད་ག་ནས་ཤི་བོད་མི་སྤྱི་ཚོགས་ནང་ལོག་ལི་ཡ་ཆོལ་ཁ་ཆོས་ལུགས་པ་ར་དཀྲུག་ཤན་རྒྱག་དེ་ཡ་ད་མི་གདོང་པ་མེད་འཇོག་ཨ་ནི་གདོང་པ་ཡོད་ནས་བོད་པའི་གདོང་པ་ཁྱི་བྱས་བོད་པའི་སྤྱི་ཚོགས་དཀྲུག་ཤན་ད་ངས་ལ་སོགས་པ་དེ་འདྲས་གི་ད། རྒྱ་ནག་གཞུང་གི་དངོས་ཤུགས་བརྒྱུད་གསུམ་ནས་ཨ་ནི། བོད་མི་སྤྱི་ཚོགས་དེ་དར་དཀྲུག་ཕུ་དཀྲུག་བཏང་ཡ་བོད་མི་སྒྲིག་འཛུགས་དེ་སླ་བོ་བཟོས་ཡ་རྒྱ་བོར་མོ་ཆེ་ལ་མ་ཉེས་ཁ་ཡོལ་བྱས་ཡ་གི་ཨ་ནི་ཁོ་ཚོ་ལ་གོ་སྐབས་དེ་ཟླ་བ་གསུམ་གི་གོ་སྐབས་དེ་ང་ཚོས་མེད་པ་བཟོས་ཤག་གི་རེད། ཁོ་ཚོ་དཀྲུགས་ཤིང་རྒྱལ་གྱི་གོ་སྐབས་དེ་ང་ཚོས་མེད་པ་བཟོས་ཤག་རེད་སྔོན་འགྲོ་རང་ནས་ཐག་གཅོད་པ་ཡིན་ན་ཨ་ནི་རྒྱ་ནག་གཞུང་ལ་ཡ་དཀྲུགས་ཤིང་རྒྱལ་གྱི་གོ་སྐབས་དེ་ང་ཚོས་ག་ལ་གང་འཚམས་དེ་ནས་མེད་པ་བཟོས་ཚར་རེད། དེ་བྱས་ཕན་ཐོག་གཉིས་པ་དེ་དེ་བྱས། ད་ཕན་ཐོག་གསུམ་པ་དེ་ག་རེ་ཡོང་ཡོང་གི་རེད་ཞུས་པ་ཡིན་ན། ཕན་ཐོག་གསུམ་པ་དེ་རྒྱ་ནག་གཞུང་ལ་ང་ཚོས་ག་རེ་བརྡ་ལན་བཏང་གི་རེད་ལབ་པ་ཡིན་ན་ར། ཨོ། བོད་པ་འདི་གས་ཀྱི་མི་ནོར་གྱི་མི་འདུག་ད་ཟེར་ཡས་ཅིག་བརྒྱ་ཆ་བརྒྱ་ཐམ་པ་འདི་གི་བརྡ་ལན་བཏང་ཐུག་རེད་འདི་ག་འདྲས་རེད་ཞུས་པ་ཡིན་ན། འདས་པའི་ལོ་བཅུ་ཕྲག་ཁ་ཤས་ནང་ལོག་ལས་རྒྱ་ནག་དམར་པོའི་སྲིད་གཞུང་ནས་དངོས་ཤུགས་བརྒྱུད་གསུམ་ནས་དཀྲུག་ཤིང་ཞེའུ་ཅིག་བརྒྱབ་པ་རེད་སྤྱི་ཚོགས་ཟླ་དྲུག་པ་དྲུག་བཟོས་བྱས་ཨ་ནི་ཨ་ནི་སྤྱི་ཚོགས་ནང་ལོག་ལ་བདེན་པའི་གནས་ཚུལ་མ་ཡིན་པ་མང་པོ་ཞེའུ་ཅིག་བཀྲམས་རེད་ལྟས་ཡིན་པ་ཡིན་ནས་ད་དུང་ཡིན་ནས་ཨ་ནི། རྒྱ་ཆེའི་མི་དམངས་བཙན་བྱོལ་ནང་གི་མི་དམངས་རྒྱ་ཆེ་དེ་རྒྱ་གར་རིན་པོ་ཆེ་བཀའ་སྲུང་བཀའ་སྲུང་སྤྱི་སྒྲུབ་ཞུ་ངེས་ཅིག་དང་ཨ་ནི་བོད་སྤྱི་བ་རང་ལ་བསམ་བློ་བཏང་ནས་ལས་ཀ་བྱེད་ངེས་ཨ་ནི་མི་དེ་ཁོ་ཚོས་ངོ་ཤེས་གི་འདུག་བྱས་ཙང་སྤེན་པ་ཚེ་རིང་ཟེར་མཁན་དེ་ཡང་བསྐྱར་ཁོ་ཚོས་འོས་ཤོག་བསྡུས་བྱས་སྲིད་སྐྱོང་བཟོས་པ་ཙམ་དུ་མ་ཟད་བརྒྱ་ཆ་དྲུག་ཅུ་ཀ་བླུགས་བྱས་ནས་ཨ་ནི་ཁོ་ཚོས་སྲིད་སྐྱོང་ལ་བསྐྱལ་སོང་བྱས་ཙང་ཁོ་ཚོ་མི་ནོར་གི་མི་འདུག་ཟེར་ཡ་དེ་འདྲའི་བརྡ་ལན་ཞིག་སྤྲད་ཐུབ་ཀི་རེད། དེ་ནས་དོན་དག་བཞི་པ་དེ། ད་དོན་དག་བཞི་པ་དེ་རྒྱ་ནག་གཞུང་དེ་སྙིང་ན་བཅུག་གི་རེད། རྒྱ་ནག་གཞུང་ལ་ཡ་དཀའ་ངལ་ཆེན་པོ་ཅིག་བཟོ་ཐུག་གི་ཡོད་རེད་སྲིད་སྐྱོང་སྤེན་པ་ཚེ་རིང་ཐད་ཀར་ཡ་ཨ་ནི་བརྒྱ་ཆ་དྲུག་ཅུ་ག་ལ་སྐྱེས་པ་ཡིན་ན། ད་འདི་ག་འདྲས་བྱེད་ཀྱི་རེད་ཟེར་ལབ་པ་ཡིན་ན། དང་པོ་དེ་ལ། རྒྱ་ནག་གཞུང་གི་ངོས་ནས་ཁོ་ཚོ་སྐད་ག་འདྲས་ཤོད་བཅུག་གི་རེད་ལ་ན། ཁོ་ཚོའི་ངོས་ནས་འདས་པའི་ལོ་མང་པོ་ཞིག་ནང་ལོགས་ལ་ཡ་ཨ་ནི་ཁོ་ཚོས་རྩིས་རྒྱ་བལ་འདི་ལ་ཡ་ད་རྒྱལ་བ་རིན་པོ་ཆེས་གཙོས་པའི་ཨ་ནི། མི་ལྡོག་དང་པོ་བཙན་བྱོལ་ན་སླེ་དེ་ངན་དེ་གེ་དེ་མི་ལྡོག་དང་པོ་རྫོགས་པའི་གི་རྗེས་ལ་མ་འོངས་པ་ལ་མི་ལྡོག་གཉིས་པ་སྐབས་ལ་ཨ་ནི་རང་བཞིན་གི་བོད་དོན་ཟས་ཇི་ལྟར་བོད་སྤྱི་བའི་རྩ་དོན་ག་ལ་ཡ་མི་ལྡོག་གཉིས་པ་ནི་རང་བཞིན་གི་ཨ་ནི་བོད་སྤྱི་བ་ལ་ལྷག་བསམ་དང་ཨ་ནི། སྤྱི་སེམས་དེ་གེ་རང་བཞིན་གི་རིམ་པས་མ་ཉམས་འགྲོ་ཡ་གི་རྒྱ་ནག་གཞུང་ནས་རེ་བ་ཞིག་བརྒྱབ་ཡོད་རེད་ཡིན་པ་ཡིན་ན་འདས་པའི་གི་བཙན་བྱོལ་སྤྱི་ཚོགས་ནང་རྒྱ་ནག་གཞུང་གིས་མིག་ཡག་པོ་བྱས་བལྟ་ཡོང་དུས་ཙམ་པ་ལ། སྤེན་པ་ཚེ་རིང་ཟེར་མི་གཅིག་ཐན་པ་རིམ་འཛེག་བྱས་བྱས་མི་ལོ་སུམ་ཅུ་ལྷག་བོད་སྤྱི་བའི་ཞབས་རྫི་ཞུས་རིམ་པས་སྤྱི་འཐུས་ནང་ལ་ལས་ཀ་བྱས་བྱས་གང་ལྟར་དེ་ནས་སྤྱི་འཐུས་ཚོགས་གཙོ་གནང་དེ་དུས་ནས་མི་འདི་གིས་མ་འོངས་པ་བྱས་ན་མི་འདི་གིས་གཅིག་བྱེད་ས་རེད་བསམ་བྱས་རྒྱ་ནག་གཞུང་ཀུན་ནས་དེ་དུས་ནས་མིག་རྟགས་རྒྱབ་བཞག་རྒྱུ་མི་གཅིག་རེད། བ། དེ་འདྲའི་ཡིན་དུས་ཚང་མ་མིག་རྟགས་རྒྱབ་ཕྱེ་ནས་རྒྱ་ནག་གཞུང་གིས་ནུས་པ་ཡོད་ཚད་བེད་སྤྱོད་བཏང་ཆེད་ཁོ་རང་ཚོའི་གི་གནོན་ཤུགས་འགྲོ་ས་རྒྱལ་ཁབ་ཆ་ང་ཆུང་ངེ་ཚང་མ་ལ་ཡང་བཀའ་རྒྱ་བཏང་ཆེད་སྤེན་པ་ཚེ་རིང་ཟིང་ངེ་དེ Black List བྱེད་རོགས་བྱེད། ཁོ་རང་ཚོས་གནོན་ཤུགས་སྤྲད་བྱས། མི། སྤེན་པ་ཚེ་རིང་ཟིང་ངེ་མི་གཅིག་ཨ་ནི་རྒྱལ་ཁབ་ཕན་ཚུན་བསྐོར་བསྐྱོད་བྱེད་པའི་བཀའ་ལ་ཡང་ཁོ་ལ་དཀའ་ངལ་བཟོ་རོགས་བྱེད་རྒྱ་ནག་གཞུང་གིས་བཀའ་བཀའ་རྒྱ་བཏང་བ་གཞི་བཟུང་གིས་འདས་པའི་ནང་ལ་ཉིས་སྟོང་བཅུ་དགུ་སྤྱི་ཟླ་དྲུག་པའི་ནང་ལོ་ལ་ཡ་ཨ་མི་རི་ཀ་ནས་སྤེན་པ་ཚེ་རིང་ཟི་ངེ་གིས་ཨ་རིའི་མི་སེར་གཅིག་རྡ་རམ་ས་ལ་ལ་ཡ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བརྟན་བཞུགས་ཕུལ་ཁར་གཞུང་ཞབས་སུ་པའི་བརྟན་བཞུགས་ལ་འགྲོ་མཁན་མི་གཅིག་བལ་ཡུལ་ཏྲི་བྷི་ཝན་གནམ་ཐང་ལ་ཡ་རྒྱ་ནག་གཞུང་གིས་བཀའ་རྒྱ་བཏང་བ་གཞི་བཟུང་བལ་ཡུལ་ཨི་མི་གྲེ་ཤིན་ཨོ་ཕི་སར་གྱིས་སྤེན་པ་ཚེ་རིང་ཟི་ངེ་མི་གཅིག་བརྒྱུད་དེ་ཕ་རང་ཅག་ཨ་མི་རི་ཀ་ལ་ཕྱིར་ལོག་འདུག་རྒྱ་ནག་གཞུང་ནས་བྱས་རེད་བལྟས། ཡིན་པ་ཡིན་ན་སྐབས་དེ་དུས་ང་ཚོས་མི་ནོར་སྐྱོ་ཇུས་ཤིག་རྒྱ་ནག་གཞུང་ཞེ་ར་ངོ་ཚ་བོ་བཟོས་སོང་དེ་འདྲའི་ལ་ཡ་གི་རྒྱ་ནག་གཞུང་སྙིང་ནག་ཅོ་གོ་རེད་ད་ག་ན་ཞིག་རྒྱ་ནག་གཞུང་སྙིང་གཞན་པ་ག་འདྲས་ནག་ཅོ་གོ་རེད་ཟེར་ན། སྤེན་པ་ཚེ་རིང་ཟིང་ངེ་དེ་གིས་ད་འདས་པའི་ལོ་བཞི་དང་ཕྱེད་ཀའི་ནང་ལ་མི་དེ་གིས་རྒྱལ་སྤྱིའི་སྡིངས་ཆ་ག་ལ་རྒྱུགས་དང་མ་རྒྱུགས་རྒྱུགས་ནི་ཨ་མི་རི་ཀ་གྲོས་ཚོགས་ནང་ལ་འཛུལ་བྱས་ནས་གང་ལྟར Resolve Tibet Act ཟེར་ཡ་གཅིག་གིས་ཨ་ནི་བོད་དོན་གྱི་ཁྲིམས་གཞི་དེ་ཨ་མི་རི་ཀ་གྲོས་ཚོགས་ནང་ལ་ཁྲིམས་གཞི་གཏན་འབེབས་བྱས་རྗེས་དེ་སྔ་བོད་དེ Occupied Tibet བྱས་རྗེས་ནས་དེ་བཙན་འོག་ལ་ཚུད་པའི་རྒྱལ་ཁབ་རེད་ལ་དེ་ཕར་ཁྲིམས་ཐོག་ནས་འགྱུར་བ་བཏང་རྗེས་ད་ལྟ་དེ་རྩོད་གཞི་ཡོད་པའི་བོད་དང་རྒྱ་གཉིས་ཀྱི་གནས་ཚུལ་དེ་རྩོད་གཞི་ཡོད་པའི་གནད་དོན་ཞིག་རེད་བྱས་རྗེས་གང་ལྟར་ཨ་མི་རི་ཀ་ཁྲིམས་ཐོག་རང་ནས་གཏན་འབེབས་བྱས་རྗེས་རྒྱལ་སྤྱིའི་སྡིངས་ཆའི་ག་ལ་ཡང་བོད་པའི་གནས་ཚུལ་དེ་ཞེ་ར་ཚད་མཐོ་རུ་བཏང་སོང། བྱས་ཙང་སྤེན་པ་ཚེ་རིང་ང་ཚོ་སྙིང་ན་བཅུག་གི་འདུག་ད་ག་ན་ཤེས་སྤེན་པ་ཚེ་རིང་ཟིང་ངེ་ཏིག་གིས་འདས་པའི་ལོ་བཞི་དང་ཕྱེད་ཀའི་ནང་ལ་རྒྱལ་སྤྱིའི་སྡིངས་ཆ་ག་ལ་ཆབ་སྲིད་ཀྱི་སྡིངས་ཆ་ག་ལ་རྒྱུགས་དང་མ་རྒྱུགས་རྒྱུགས་ཨ་མི་རི་ཀ་གྲོས་ཚོགས་ནང་ལ་འཛུལ་བ་གང་ཡིན་ད་ག་ན་ཤེས་ཀེ་ནཱ་ཏྲ་གྲོས་ཚོགས་འཐུས་མི་ཐུག་འཕྲད་བྱས་པ་གང་ཡིན་ཡོ་རོབ་ཀྱི་རྒྱལ་ཁབ་ནང་དུ་འཛུལ་བྱས་གྲོས་ཚོགས་འཐུས་མི་དང་གནད་ཡོད་མི་སྣ་ཐུག་པ་གང་ཡིན་ད་ག་ན་ཤེས་ད་ལྟ་བར་དུ་བྱུང་མ་མྱོང་ཨོ་སི་ཏྲེ་ལི་ཡའི་གྲོས་ཚོགས་ནང་འཛུལ་བྱས་གཏམ་བཤད་གནང་བ་གང་ཡིན་ད་ག་ན་ཤེས་ལྷོ་ཨ་མི་རི་ཀ་རྒྱལ་ཁབ་ནང་ལ་འཛུལ་བ་གང་ཡིན་ད་ག་ན་ཤེས་སྦལ་ཏིག་ལུང་པ་དུ་བར་རྒྱུགས་བྱས་ཁོས་ཡ་རྒྱུགས་མ་རྒྱུགས་བྱས་བྱས་ཨ་ནི་གང་ལྟར

རྒྱ་གར་ནང་ལ་གུ་ཝཱ་ཏི་ཡུ་ནི་ཝར་སི་ཏི་ནང་འཛུལ་ཚར་སོང་ཟེར། ཨ་ནི་མ་འོངས་པ་ཁོས་ལོ་ལྔ་འདུག་ཞེས་ཁོ་རང་འཇགས་བསྡད་སོང་ན་ཁོས་ཨ་ནི་རྒྱལ་སྤྱིའི་གི་ད་མཐོ་རིམ་སློབ་གྲྭ་མང་པོ་ཅིག་ནང་འཛུལ་ཡ། འཆར་གཞི་ཚང་མ་གཏིང་ཟ་ཞེས་ད་ག་ན་བཞིན་རྒྱལ་སྤྱིའི་ནང་ལ་མི་དེ་གིས་ཨ་ནི་ཆབ་སྲིད་ཀྱི་དབུ་ཁྲིད་མང་པོ་ཅིག་ལ་འབྲེལ་བ་བཟོས་བྱས་པན་བོད་པའི་གནས་ཚུལ་དེ་ཞེ་རགས་ཚད་མཐོ་རུ་བཏང་ཡ་ལ་ཁོས་གྲ་སྒྲིག་ཚང་མ་བྱས་ཚར་བཞག་བྱས་ཚར་པན་པ་ཚེ་རིང་ཟེར་མཁན་དེ་ང་ཚོ་མིག་སྙིང་ན་བཅུག་གི་འདུག་ཟེར། ད་ག་ན་བཞིན་པན་པ་ཚེ་རིང་ཟེར་མཁན་མི་དེ་གིས། ད་ལྟ་ཁོ་ཚོས་བཙན་བྱོལ་གཞུང་ཟེར་བཙུགས་བསྡད་པ་དེ་ནང་ལོགས་ལ་ཡ། ཨ་ནི་རྒྱལ་བ་རིན་པོ་ཆེས་ཕུལ་པའི་བཙན་བྱོལ་གཞུང་འདི་གི་ཨ་ནི་ཆབ་སྲིད་མི་སྣ་དེ་སྔ་བཀའ་བློན་ཁྲི་པ་ད་ལྟ་སྲིད་སྐྱོང། སུ་གང་གི་ཡང་བྱེད་མ་ཐུབ་པའི་མི་དེ་གི་ལས་ཀ་ཅིག་བྱས་སོང། ད་དཔེ་ན་ཆ་ཤེས་ན་དེ་སྔ་རྒྱལ་བ་རིན་པོ་ཆེ་མ་གཏོགས་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་ཡང་ཨ་ནི་ཆབ་སྲིད་གི་དབུ་ཁྲིད་སུ་གང་གི་ཡང་ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་དབུ་ཁྲིད་དེ་ཐུགས་ཡག་ལ་ཡ་སྤོབས་པ་དང་བློ་ཁོག་འདང་གི་ཡོང་མ་རེད་ག་རང་ན་རྒྱ་ནག་གཞུང་གི་ངོས་ནས་ཨ་ནི་དངོས་ཤུགས་བརྒྱུད་གསུམ་ནས་ཨ་ནི་བཙན་བྱོལ་གཞུང་ཟེར་ཡ་དེ་ལ་ཡ་འཛམ་བུ་གླིང་སུ་གང་གི་ངོས་ལེན་གནང་ཆོག་གི་མེད་ཞེས་བྱས་ཨ་ནི་དཔལ་འབྱོར་གི་ལྟ་ཉེས་ཆད་དང་སྡིགས་ར་བསྐུལ། དེ་ལ་བརྟེན་ནས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་མི་སྣ་དེ་གས་ཨ་ནི་རྒྱལ་སྤྱིའི་གི་དབུ་ཁྲིད་གཞན་པ་ཐུགས་ཁྲལ་བྱུང་བ་ནི་དེ་ལ་ཡ་དགག་པ་དང་མ་སོ་ན་མང་པོ་རྒྱབ་ཀྱི་ཡོད་རེད་ཏེ་ཡིན་པ་ནི་སྤེན་པ་ཚེ་རིང་ཟིང་ངེ་དེ་གས་ད་འདི་ཆ་ཚང་མེད་པ་བཟོས་སོང། ཉིས་སྟོང་ན་ཉིས་ཉིས་སྟོང་ཉིས་བརྩེགས་ལྔ་ལོ་ལ་ཡ་ཨ་ནི་རང་བཙན་གྱི་རྒྱལ་ཁབ་རང་བཙན་ཡིན་དེ་ངས་རྒྱལ་ཁབ་ཨ་ནི Czech Republic གི་སྲིད་འཛིན་ལས་ཐོག Peter Pavel ཁོ་གི་ན་ཉིས་ཨ་ནི་ཉིས་སྟོང་ཉི་ཤུ་བརྩེགས་ལྔ་གི་ཨ་ནི་ཕྱི་ཟླ་བདུན་པའི་ནང་ལ་དངོས་སུ་མཇལ་འཕྲད་ཞུས་སོང། ད་ག་ནས་ཤེས་ཉིས་སྟོང་ཉི་ཤུ་རྩ་བཞི་ནང་ལ་ཡ་ཨ་ནི France གི་སྲིད་འཛིན་ལས་ཐོག Emmanuel Macron ཨ་ནི་དངོས་སུ་ཁོ་རང་མཇལ་ཁ་ཞུས་སོང། ད་ག་ནས་ཤེས་ད་ནངས་ཉིས་སྟོང་ཉིས་བརྩེགས་ལྔ་ལོ་ལ་ཡ་སློ་ཝེ་ཀི་ཡ་གི་སྲིད་བློན་ཟུར་པ་མཇལ་འཕྲད་ཞུས་སོང། ད་ག་ནས་ཤེས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་ཡ་ཨ་ནི་སྤེན་པ་ཚེ་རིང་ཟིང་ངས་དིག་གིས་ཨ་ནི་པོ་ལིན་གི་སྲིད་འཛིན་ཟུར་པ་མཇལ་འཕྲད་ཞུས་སོང། ད་ག་ནས་ཤེས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་ཡ་ཐའེ་ཝན་གི་སྲིད་འཛིན་ཟུར་པ་མཇལ་འཕྲད་ཞུས་སོང། ད་ག་ནས་ཤེས་སྤེན་པ་ཚེ་རིང་ཟིང་ངས་དིག་གིས་ཅེཀ་རི་པབ་ལིག་གི་གྲོས་ཚོགས་ཚོགས་གཙོ་ཐུག་སོང། ད་ག་ནས་ཤེས་ཅེཀ་རི་པབ་ལིག་གི་ཕྱི་སྲིད་བཀའ་བློན་ཐུག་སོང། ད་ག་ནས་ཤེས་དེ་སྔ་ཉིས་སྟོང་ཉི་ཤུ་རྩ་གསུམ་དོ་ལི་ཡ་ཀེ་ན་ཀྲ་གྲོས་ཚོགས་འོག་མའི་ཚོགས་གཙོ་ལས་ཐོག་སྤེན་པ་ཚེ་རིང་གིས་ཐུགས་གསུངས། ད་ག་ནས་ཤིང་འདས་པའི་ནང་ལོ་ལི་ཡ་ཨ་ནི་ཨ་མི་རི་ཀ་གྲོས་ཚོགས་འོག་མའི་ཚོགས་གཙོ་ལྕམ་ནན་སི་པེ་ལོ་སི་གྲོས་ཚོགས་ཚོགས་གཙོ་ཡིན་པའི་བཀའ་ལ་ཐུགས་གསུངས། དེ་སྲིད་དུ་བསམ་པར་སྤེན་པ་ཚེ་རིང་གཟིགས་ངེས་དེ་གིས་ཨ་ནི་ད་ལྟ་བར་དུ་ང་ཚོས་རྒྱ་ནག་གཞུང་གི་ངོས་ནས་ཨ་ནི། བཙན་བྱོལ་བོད་མིའི་སྒྲིག་འཛུགས་ཟེར་ཡ་འདི་ལ་ངོས་ལེན་མེད་པ་མ་ཟད་དེ་གི་དབུ་ཁྲིད་འདི་ལ་ཡང་རྒྱལ་ཁབ་གཞན་པ་ལ་གནོན་ཤུགས་སྤྲད་བྱེད་ཐུགས་ཡ་མེད་པ་བཟོས་ཡིན་ཏེ་ད་ཆ་མི་དེ་གི་ཚང་མ་མེད་པ་བཟོས་སོང་ད་དེ་འདྲའི་བྱས་པ་ཡིན་ན་མ་འོངས་པ་ལ་རྒྱལ་ཁབ་གཞན་པ་གི་དབུ་ཁྲིད་ཚོ་ད། བཙན་བྱོལ་བོད་མིའི་སྒྲིག་འཛུགས་གི་འགོ་གཙོ་སྤེན་པ་ཚེ་རིང་ཟེར་ཡ་འདི་ང་ཚོ་ཡང་ཐུགས་ཁྲལ་བྱེད་ན་འགྲིག་གི་འདུག་ག་རེ་ལ་ན་འདས་པའི་ནང་ལོག་ལ་ཧྥ་རན་སི་གི་སྲིད་འཛིན་གི་སྤེན་པ་ཚེ་རིང་ཐུགས་ཁྲལ་བྱས་སོང། ད་ག་ནས་ཤེས་ཨ་ནི Czech Republic གི་སྲིད་འཛིན་གྱི་ཐུག་འཕྲད་བྱས་སོང་ཟེར་གྱི་འདུག་ཅེས་བྱས་གང་ལྟར་སྤེན་པ་ཚེ་རིང་ཟིང་ངེ་དེ་གིས་ང་ཚོ་རྒྱ་ནག་གཞུང་གི་རྩ་བ་རྙེད་ནས་བསྡད་བཅུག་ས་མ་རེད། ད་ག་ནས་ཤེས་སྤེན་པ་ཚེ་རིང་ཟིང་ངེ་དེ་གིས་ང་ཚོ་རྒྱ་ནག་གཞུང་གི་བསམ་ཡུལ་ལས་འདས་པའི་དབུ་མའི་ལམ་གྱི་སྲིད་བྱུས་ཟེར་ཡ་དེ་ལ་ཡ་ཁོ་གི་ཐབས་བྱུས་ཅི་དང་ང་ཚོ་བསམ་ཡུལ་ལས་འདས་པའི་ཐབས་བྱུས་ཅི་ཁྱི་ལས་བྱེད

སྲིད་སྐྱོང་ལ་སླེབས་པ་ཡིན་ན་ང་ཚོ་རྒྱ་ནག་གཞུང་རྩ་བ་ཉིད་ནས་གཉིད་ཁུག་ཆུག་ས་མ་རེད། ག་རེ་ཟེར་ལ་ན་པདྨ་ཚེ་རིང་ཟེར་མཁན་དེ་ད་ཁོ་རང་ཚོ་གི་དབུ་ཁྲིད་རྒྱལ་བ་རིན་པོ་ཆེ་གིས་ཨ་ནི། བཀའ་སློབ་ལམ་སྟོན་ལ་མི་དེ་ཤར་རྒྱག་ཅིག་ཤར་བསྐྱོད་བྱས་ཏེ་བཞག་ད་ག་ནས་ཤི་ཁོང་ཚོ་ཆོས་ལ་ཡིད་ཆེས་བྱེད་མཁན་རེད་ཁོང་ཚོས་གི་ད Oracle གནས་ཆུང་ཆོས་སྐྱོང་ཆེན་མོ་གི་ནི་ཁོ་ལ་གྲོགས་ཡོད་ས་ལབ་བཞག་ད་ག་ནས་ཤི་བོད་མི་དམངས་གི་ནི་ཁོ་ལ་བེད་ཁོ་ར་དགའ་མོས་ཞིའུ་ཅིག་བྱེད་བྱེད་བརྒྱ་ཆ་དྲུག་ཅུའི་སྒང་ལ་འོས་ཤོག་བླུག་ནས་སྐད་བཞག་ད་ག་ནས་ཤི། འཛམ་གླིང་གི་དབུ་ཁྲིད་རང་བཙན་ཡོད་ངེས་འདི་ཚོ་གི་ཨ་ནི་འཛེམ་ཟོན་ཁྱོན་ནས་མེད་བ་བྱས་སྤེན་པ་ཚེ་རིང་ཡག་བོད་མི་སྒྲིག་འཛུགས་ཀྱི་ད་མགོ་ཁྲིད་སྤེན་པ་ཚེ་རིང་ཡག་ཨ་ནི་འཛེམ་རྒྱ་ནག་གཞུང་ལ་འཛེམ་ཟོན་མེད་བ་ཁོ་ཐུག་གུ་འདུག་ད་ག་ནི་ཕྱི་མཐོ་སློབ་རྒྱལ་སྤྱི་གི་མཐོ་སློབ་དེ་གས་ནི་སྤེན་པ་ཚེ་རིང་གཏམ་བཤད་བྱེད་ག་ལ་ཡག་ཨ་ནི་དེ་འདྲའི་ཞོལ་གྲ་སྒྲིག་ཨང་གསར་བྱེད་ནི་བསྡད་བཞག་ད་ག་ད་དེ་འདྲའི་བྱས་པ་ནི་སྤེན་པ་ཚེ་རིང་ཟེར་ངེས་འདི་སླར་ཡང་སྲིད་སྐྱོང་ལ་ཡག་འདུག་ཁོས་ཡོང་དུས་ཚན་པ་ང་ཚོ་རྒྱ་ནག་གཞུང་རྩ་བ་ཉིད་ནས་གཉིད་ཁུག་ཆུག་ས་མ་རེད་ཟེར་ན་ནི་དེ་འདྲའི་ཅིག་ཨ་ནི་རྒྱ་ནག་གཞུང་ལ་བརྡ་ལན་དང་སྙིང་ན་ཡ་ཅིག་བཟོ་གི་རེད། ད་དེ་ནས་ཁེ་ཕན་དོན་ཚན་ལྔ་པ་དེ་ད་རེས་ང་རང་ཚོ་གི་ལས་ཐོག་སྲིད་སྐྱོང་དེ་སྔོན་འགྲོ་རང་ནས་ཡི་གེ་འོས་ཤོག་ཐོབ་ཆེད་སྲིད་སྐྱོང་ལ་བསྐོས་པ་ཡིན་ན་དེ་ཡི་གར་ཆག་རེད་ད་ལོ་ལོ་དེ་ང་ཚོ་སྐུའི་གོ་སྟོན་མཁས་དེ་ཡོད་རེད་བྱས་ཙང་ལོ་དེ་ཧྲིལ་པོ་བྱམས་བརྩེའི་ལོ་བྱེད་ཆེད་ང་ཚོས་སྲུང་བརྩི་ཞུ་གི་རེད་དེ་ཡིན་དུས་བརྩམས་པ་ད་ལོ་གོ་སྟོན་ལོ་དང་བསྟུད་ཆེད་དབུས་བོད་མིའི་སྒྲིག་འཛུགས་རེད་ད་ག་ནས་ཤི་བཙན་བྱོལ་ནང་ལ་ཡོད་པའི་ཚོགས་པ་སྒྲིག་འཛུགས་སྟབས་མང་ཉུང་མེད་པར་མང་པོ་ཞིབ་གཅིག་གིས་ད་ག་ནས་ཤེས་གདན་ས་ཆེ་ཆ་ཚང་གིས་བརྟན་བཞུགས་བསྐྱགས་དང་མ་བསྐྱགས་བསྐྱགས་སོང། ཡིན་པ་ཡིན་ན་བརྟན་བཞུགས་བསྐྱགས་དགོས་པའི་དགོས་པ་དམིགས་ཡུལ་ག་རེད་ལབ་པ་ཡིན་ན་རྒྱ་བོ་རིན་པོ་ཆེ་བོད་བསྟན་སྲིད་མི་རིགས་ཆེད་དུ་ཡ་སྐུ་ཚེ་ཞབས་པད་བརྟན་རོགས་གནང་ཞེས་ཀྱི་དོན་དག་རྡོག་རྡོག་རོ་ཨ་རྒྱ་བོར་མི་བྱེད་སྐུ་ཚེ་བརྟན་རོ་ཞིག་སྐུ་ཚེ་བརྟན་དགོས་ཡ་དགོས་པ་དེ་ག་རེད་འཛམ་གླིང་ཞི་བདེར་ད་ག་ན་ཞིག་བོད་བསྟན་སྲིད་མི་རིགས་འདི་ལ་ཡ་ཨ་ནི་ཕན་ཐོག་ཡོད་ཡ་ཆེད་དུ་སྐུ་ཚེ་བརྟན་རོ་གནང་ས་ཆེད་བརྟན་བཞུགས་ཀྱི་དགོས་པ་འདི་རེད་ད་འོ་ན་བརྟན་བཞུགས་ཕུལ་བ་ཙམ་གྱིས་ཨ་ནི་འདི་འགྲིག་གི་རེད་ཟེར་ལ་ན་འདི་རྩ་བ་གཉིས་ནས་འགྲིག་ཡ་ཡོད་མ་རེད་རྒྱ་བོར་མི་བྱེད་སྐུ་ཚེ་བརྟན་མ་བརྟན་ཟེར་ཡ་དེ་ང་ཚོས་ནམ་རྒྱུན་བཤད་སྲོལ་ཡ་བཀའ་བཞིན་སྒྲུབ་པའི་ཆོས་དཔལ་རབ་བརྙེས་ནས་ཟེར་ཡ་དེ་རེད་རྒྱ་བོར་མི་བྱེད་བཀའ་སྒྲུབ་པ་ཡིན་ན་བཀའ་དང་དགོངས་པ་དེ་སྒྲུབ་ཡོད་ན། རྒྱལ་བ་རིན་པོ་ཆེ་ཐུགས་དགྱེས་ཆེ་ཨཱ་ནི། སྐུ་གཟུགས་ཡུན་དུ་བརྟན་ཡོད་ལ་ཡ། ཨཱ་ནི། དོན་དག་དེ་སྒྲུབ་ཀྱི་ཡོད་རེད། དེ་ཟེར་དུས་བརྩམས་པ་ལ། སྲིད་སྐྱོང་སྤེན་པ་ཚེ་རིང་ཟེར་ངེས་དེ། ཨཱ་ནི། ད་ལྟ་བར་དུ། གོང་ས་སྐྱབས་མགོན་ཆེན་པོ། བཀའ་དགོངས་སྤྱི་གཙུག་ལ་བཞག་བྱས་ལས་ཀ་བྱེད་ངེས་ཅི་རེད། དེ་འདྲས་ཟེར་དུས་བརྩམས་པ་ལ་ཡ། སྲིད་སྐྱོང་སྤེན་པ་ཚེ་རིང་ཐད་ཀར་ང་ཚོས་ཀྱི་འོས་ཤོག། སྔོན་འགྲོ་རང་ནས་གཏན་འབེབས་བྱས་སྲིད་སྐྱོང་ལ་འཁོད་པ་ཡིན་ན། ཨཱ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་དགོངས་སྒྲུབ་ངེས་མི་གཅིག་སླར་ཡང་འཁོད་ཐུབ་པ་ལ་བརྟེན་ནས་རྒྱ་རོམ་གྱི་ཐུགས་དགྱེས་པོ་ཡོང་གི་རེད། ད་ག་ནས་ཤི། ཨ་ནི། བོད་བསྟན་སྲིད་ལས། ཨ་ནི། བོད་སྤྱི་བའི་རྩ་དོན་རང། ཞི་བསམ་བློ་བཏང་ཡ་མེད་ངེས་མི་གཅིག་སླར་ཡང་ཨ་ནི། སྲིད་སྐྱོང་ལ་འཁོད་ཐུབ་པ་ལ་བརྟེན་ནས་ང་རང་ཚོ་བོད་སྤྱི་བའི་རྩ་དོན་སྒྲུབ་ཡ་ལ་ཡང་ཨ་ནི་དགེ་མཚན་ཡོང་གི་རེད། ཞེས་བརྗོད། འདུག་ཞུ་གི་ཡོད་བྱས་ཙང། ད་འཐུས་ཤོར་རྩ་བ་ཉིད་ནས་མེད་པ་བྱས་བྱས་ནས་ངས་མདོར་བསྡུས་ནས་ཞུས་པ་ཡིན་ན་ད་རེས་ད་སྲིད་སྐྱོང་སྤེན་པ་ཚེ་རིང་ཡིན་པ་རེད་ཅེས་འོས་ཤོག་བླུགས་ཁ་མ་ཕེབས་པ་དེ་འདྲའི་རྩ་བ་ཉིད་ནས་མ་གནང་རོགས་གྱིས་རྣམ་པ་ཚོ་འོས་ཤོག་བླུགས་ཁ་ཕེབས་པ་ཙམ་དུ་མ་ཟད་སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་མོ་དེ་ལ་ཡང་འོས་ཤོག་བརྒྱ་ཆ་དྲུག་ཅུའི་སྒང་ལ་ཡང་བླུགས་བྱས་སྲིད་སྐྱོང་སྤེན་པ་ཚེ་རིང་ཐད་ཀར་ཡང་སྲིད་སྐྱོང་ལ་ཡང་བསྐོས་ཐུབ་པ་ཅིག་གནང་རོགས་གྱིས་དེ་འདྲའི་གནང་བ་ཡིན་ན་ད་ལྟ་ངས་ཞུ་བསྡད་དེ་ད་དོན་ཚན་བཞི་ལྔ་ཅིག་ཕན་ཐོགས་ཡོང་ངེས་ཡིན་པ་དེ་ཐག་ཆོད་པ་རེད་ཞུ་དགོས།